གོ་མཚོན་དགོས་པའི་ཕྱག་རྗེས་ཞུ་ཚུལ། དེ་ཡང་ཁྲ་ཡོལ་ཕན་བདེའི་འཇུག་ནས་རྒྱལ་བའི་བསྟན་པ་རིན་པོ་ཆེ་སྤྱི་དང། རྗེ་གྲགས་སྙན་མའི་བདག་པོ་བཀའ་བརྒྱུད་ཀྱི་བསྟན་པ་འདི་ཉིད་ཕྱོགས་མཐུན་གནས་སྐབས་ཀུན་ཏུ་དར་ཞིང་རྒྱས་ལ་ཡུན་རིང་དུ་གནས་པ་དང། བསྟན་པ་འདི་འཛིན་ཡུལ་དང་རི་དང་དཀྱིལ་འཁོར་རྒྱ་མཚོ་ཁྱབ་བདག་དཔའ་བོ་རྒྱལ་དབང་ཀརྨ་པ་ཧོར་གྱི་མདུན་དུ་ཕྲིན་ལས་རྡོ་རྗེ་མཆོག་དང། བཀའ་བརྒྱུད་རྒྱལ་བ་ཡབ་སྲས་རྣམས་དང། དུང་ངང་བསྟན་པའི་ས་ཆེན་ཁྱབ་བྱེད་སངས་རྒྱས་སྙིང་པོ་རིན་པོ་ཆེ་མཆོག་དང། ཁྱབ་བྱེད་གཏིང་དཀར་རིན་པོ་ཆེ་མཆོག་དང། བླ་སྤྲུལ་རྣམས་ཀྱིས་གཙོས། ད་སྤྱི་དང། འདི་མདོ། དང་ཕལ་ཆེ་བ་རེད་སྤྱི་དང་ནང་དོན། སོ་སོ་སོ་སོ། སྟོན་བཞག་པ་དེ་འདྲས་རེད། ད་ཡིན་ན་སྡོམ་རྒྱག་ཡོང་དུས་བརྩམས་པ་ལ། ཁྲག་གཅིག་རྐྱེན་ཟེར་ཡག་དེ། གློ་བུར་གློ་བུར་དུ་ཡོང་བསྡད་པ་དེ་འདྲས་ཞིག་རེད། ད་ཡིན་ན་ཡང། སེམས་ཅན་ཐམས་ཅད་ལ་ཡང། དཀའ་ལས་དཀའ་ངལ་ཆེ་ཤོས་དེ་ག་རེད་ཟེར་ན། ལས་དང་ཉོན་མོངས་པ་ཟེར་ཡ་དེ་རེད། ད་དེ་རེད་བ་དེ་ང་ཚོ་ད་འཇིག་རྟེན་པ་གོ་བདེ་པོ་བྱེད་ནས་ཅིག་ཁྱེད་རང་ཚོ་བློ་ལ་ངེས་ན་ཡག་པོ་ཡོད་ས་རེད་བསམ་སོང་སངས་རྒྱས་ཀྱི་ད་ང་ཚོ་དུས་རྒྱུན་སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་ནས་སྐྱབས་འགྲོ་འདོན། ད་ནི་ཡུལ་དམ་པ་རྣམས་ལ་སྐྱབས་སུ་འགྲོ་དོན་དག་དེ་དེ་ནི་གནས་སྐབས་ཀྱི་འཕྲལ་སེལ་གྱི་ཅིག་ལུས་ཀྱི་ན་ཚ་དང་སེམས་ཀྱི་སྡུག་བསྔལ་དེ་ག་ནང་བཞིན་གྱི་ཅིག་འབྱུང་པོ་ལ་སོགས་པ་གདོན་ལ་སོགས་པའི་ཀྱི་གནོད་པ་དང་དེ་ཚོ་ཅིག་གི་འཕྲལ་སེལ་འཕྲལ་སེལ་གྱི་གནོད་པ་བཟློག་ཡག་གི་ཕྱིར་སོགས་ལ་ང་ཚོ་སྐྱབས་སུ་སོང་བ་ཡིན་ན་དེ་དེ་བཞིན་གཤེགས་པ་རྣམས་ལ་ཡང་སྐྱབས་རྣམ་པར་དག་པ་ཅིག་འགྲོ་གི་ཡོད་མ་རེད་གསུངས་པ་རེད། ད་སྐྱབས་རྣམ་པར་དག་པར་འགྲོ་ཡག་ལ་ག་རེ་ཟེར་ན་རྩ་བ། གཏི་མུག་འདི་འཛིན་མ་རིག་པ་འདི་བྱེད་དེའི་དབང་གིས། ཅེས་པས་ཨ་ནི་ལས་དང་ཉོན་མོངས་པ་དེའི་ལས་བྱུང་བས་ཀྱི་སྡུག་བསྔལ་དེ་བསམ་བློ་ནན་ཏན་བཏང་བྱས་ནས་རྒྱུ་དང་འབྲས་བུ་ཀྱི་ཚུལ་བསམ་བློ་ལེགས་པར་བཏང་བྱས་ནས་ད་རྒྱུ་དང་འབྲས་བུ་དང་བཅས་པ་ལ་ཡང་ཐར་བར་བྱེད་པ་ལ་ཨ་ནི་དེ་བཞིན་གཤེགས་པ་རྣམས་ལ་ཕྱག་འཚལ་བ་བྱང་ཆུབ་སེམས་དཔའ་རྣམས་ལ་ཕྱག་འཚལ་བ་དེ་བཞིན་གཤེགས་པ་ལ་བྱང་ཆུབ་སེམས་དཔའ་རྣམས་ལ་སྐྱབས་སུ་འགྲོ་བའི་རྒྱུ་མཚན་དེ་ཚོ་ངས་གོ་རེས་ག་རེ་ས་ན་ང་ཚོ་ལ་ཡང་སྐྱོན་བཞི་ཡོད་རེ་གསུངས་པ་རེ་ཆོས་བཞི་དང་པོ་དེ་ག་རེ་ས་ན་ཆགས་པ། གཉིས་པ་དེ་ལ་ཞེན་པ། གསུམ་པ་དེ་ལ་རྨོངས་པ། བཞི་པ་དེ་ལ་འབྲས་བུ་ཟེར་ནས་ད་སྡོམ་བཞི། མདོ་ཕལ་ཆེ་བས་ན་དེ་སྣང་ཡོད་རེད། ད་དེ་ཟེར་ཡོང་དུས་དང་པོ་ཆགས་པ་ཟེར་ཡ་དེ། དུས་རྒྱུན་ང་ཚོ་ཆགས་སྡང་རྨོངས་གསུམ་གྱི་ཟླས་ཕྱེ་བའི་གི་ཚིག་ཟུར་གྱི་ཆགས་པ་དེ་མ་རེད། དེ་སྐབས་ཀྱི་ཆགས་པ་ཟེར་དགར་ཟེར་ན་བག་ཆགས་ལ་གོ་གི་ཡོད་རེད། བག་ཆགས། ད་ང་ཚོ་ལས་སྐྱོན་ཆེ་ཤོས་དེ་བག་ཆགས་དེ་ཡོང་བསྡད་ཀྱི་ཡོད་རེད་བག་ཆགས་ལ་ཡང་ཕྱིན་ཅི་ལོག་པའི་བག་ཆགས་དེ་ཤུགས་ཆེ་བ་ཡོད་རེད། དཔེར་ན་འདོད་ཆགས་ལ་གོམས་པའི་གི་བློ་ཡི་བག་ཆགས། ཞེ་སྡང་གི་བློ་ལ་གོམས་པའི་བག་ཆགས་གཏི་མུག་དང་ཕྲག་དོག་ལ་སོགས་པ་མདོར་ན་ལས་སུ་མ་རུང་བའི་རྣམ་པར་རྟོག་པའི་གི་བག་ཆགས་དེ་སྟོབས་ཆེ་བ། ནུས་པ་ཆེ་བ། སྐབས་སྐབས་སུ་ལ་ནི་རྐྱེན་དང་མ་འཕྲད་ན་ཡང་ནུས་པ་ཆེན་པོ་ཡོད་བསྡད་མཁན། ཡང་མང་ཆེ་བ་གཅིག་ནི་རྐྱེན་དང་འཕྲད་ཡོང་དུས་བག་ཆགས་དེ་མྱུར་བ། སྟོབས་ཆེ་བ། ནུས་པ་ཆེ་བའི་ཐོག་ནས་ཡར་ལྡང་གི་ཡོད་པ། དེ་འདྲའི་གི་རྣམ་གཞག་གི་འོག་ལ། དེ་ནི་ད་སྡུག་བསྔལ་ལས་ཐར་བའི་སྐབས་མེད་པ་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་དང་པོ་ཆགས་པ་དེ་ངོ་ཤེས་དགོས་རེད་སྤང་བའི་སྐད་ཆ་མ་རེད། ད་ལྟ་འདི་སྐབས་སུ་ལ་ཆོས་བཞི་པོ་དེ་སྤང་གསུངས་མི་འདུག་བ་ཆོས་བཞི་དེ་ཤེས་པར་བྱའོ་གསུངས་པ་རེད་ཤེས་པར་བྱའོ་ཟེར་དུས་ཧ་གོ་ཧ་གོ་དགོས་ཀྱི་རེད། གདིང་ཤིག་བཤད་ཡོང་དུས་ཡང་དང་པོ་སྡུག་བསྔལ་ཤེས་པར་བྱའོ་ཞེས་གསུངས་འདུག་བ་མ་དོ་སྡུག་བསྔལ་སྤང་དགོས་རེད་གསུངས་མི་འདུག་བ་ག་རེ་ཟེར་ན་སྡུག་བསྔལ་མ་ཤེས་ན་དེ་གང་ལས་བྱུང་བའི་གི་རྒྱུ་ཀུན་ནས་ཉོན་མོངས་པ་དང་ལས་དང་ལས་ཀྱི་ཀུན་འབྱུང་དང་དེ་ནས་ཉོན་མོངས་པའི་ཀུན་འབྱུང་དེ་སྤང་བའི་གི་བློ་སྐྱེ་གི་མ་རེད་བ་དེ་འདྲ་ཡོད་དུ་ཟག་བཅས་ཀྱི་རྒྱུ་འབྲས་གཉིས་པོ་ཤེས་ཡོད་དུ་སྡུག་བསྔལ་རེད་དེའི་རྒྱུ་ཀུན་ཉོན་ཤེས་གི་ཡོད་རེད་བ་ཀུན་ནས་ཉོན་མོངས་པ་དང་ཀུན་ནས་ཉོན་མོངས་པ་དང་ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་ཤེས་གི་ཡོད་རེད། ད་དེ་འདྲ་ཡིན་ན་འདི་སྐབས་སུ་ལ་ཆགས་པ་ཤེས་དགོས་རེད་ཟེར་ཡོང་དུས་དེ་འདྲ་གི་བག་ཆགས་ཟེར་བ་དེ་ལྟ་སྟོབས་ཆེན་པོ་རེད་ཤག་ང་ཚོ་ཅིག་ཆོས་སྒྲུབ་ཀྱི་ཡོད་རེད་དགེ་བ་སྒྲུབ་ཀྱི་ཡོད་ཟེར་གྱི་ཡོད་རེད་ལུས་ཀྱི་སྐོར་བ་བསྐོར་བ་སྒྲུབ་ཀྱི་ཡོད་རེད་ཁ་ཏོན་བསགས་ཀྱི་ཡོད་རེད་མ་ཎི་བགྲང་གི་ཡོད་རེད་སྐྱབས་འགྲོ་བསགས་ཀྱི་ཡོད་རེད་ད་ཁོ་རང་ཅིག་སོ་སོ་གྱི་ལུས་ཀྱི་དགེ་བ་ངག་གི་དགེ་བ་དེ་གང་ཐུབ་ཅི་ཐུབ་ཅིག་སོ་སོའི་ངོས་ནས་སྒྲུབ་ཀྱི་ཡོད། ངས་ཆང་མེད་འགྲོ་གི་ཡོད། ཡང་མཚམས་མཚམས་བསམ་བློ་གནང་བ་ཡ། ཨ། ད་དེ་རིང་ཁ་འདོན་དེ་ཆགས་སོང་དེ་རིང་ཁ་འདོན་ཆགས་སོང་བསམ་པས་ཟ་སོང་བསམ་པའི་བསམ་བློ་ཅིག་ཡོང་བསྡད་ཀྱི་ཡོད་རེད། ཆགས་ཅིག་ཚེགས་ཀྱི་ཡོད་ན་དེ་རིང་ཆགས་དེ་ཚེགས་བྱུང་མ་སོང། ཆད་སོང་བསམ་པའི་སེམས་ལ་ཡང་དངངས་སྐྲག་ཅིག་དང་མ་བདེ་བ་ཅིག་ཡོང་བསྡད་ཀྱི་ཡོད་རེད། ཡིན་ན་ཡང་དེའི་ཁུ་ཁྲིམས་དང་ཅིག་གི་དེ་འདྲ་ཅིག་གི་འགྲོ་སྟངས་ཅིག་གི་ཐོག་ནས་ལམ་ལུགས་སོ་སྒྲ་པོ་ཅིག་གི་ཐོག་ནས་བསམ་བློ་བཏང་པ་མ་གཏོགས། ཕྱག་གི་ཕན་ཡོན་དང། བསྐོར་བའི་ཕན་ཡོན་དང་ཁ་ཏོན་བསགས་པའི་ཕན་ཡོན་འདི་གཅིག་གི་རྣམ་པར་དག་པ་དེ་ཤེས་ནས་དེ་ཆགས་མི་རུང་དེ་ཆད་མི་རུང་དེ་བསྟུད་མར་ཉམས་ལེན་བྱེད་དགོས་བསམ་པའི་གི་བློ་སྐྱེ་བ་དེ་རེ་འགའ་བ་རེད་རེད་འདུག་ག་རྒྱུ་མཚན་ཤེས་མཁན་ཡང་རེ་འགའ་བ་རེད་རྒྱུ་མཚན་ཤེས་མཁན་རེ་འགའ་བ་ཡིན་ན་རྒྱུ་མཚན་དེ་ཤེས་པའི་གི་བློ་སྐྱེ་མཁན་ཡང་རེ་འགའ་བ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ད་དུས་རྒྱུན་ནས་ང་ཚོས་བསམ་བློ་བཏང་ནས་ངའི་བག་ཆགས་ངན་པ་དེ་ཚོ་དེ་ག་ཚོད་ཡིན་ནའི་བར་ཟློག་ཐུབ་ཡ། དེ་མ་བཅོམ་ཐུབ་ཡག་ཤུགས་ཆེན་པོ་ཡོད་པ་དེ་མ་ཆུང་དུ་བཏང་ཡག་མང་པོ་ཡོད་པ་དེ་ཉུང་དུ་བཏང་ཡག་རིང་པོ་ཡོད་པ་དེ་ཐུང་ཐུང་བཏང་ཡག་ཅིག་གིས་ང་ཚོ་བསམ་བློ་ཅིག་བྱེད་དགོས་ཀྱི་འདུག་དེ་ལ་འབད་བརྩོན་ཅིག་བྱེད་དགོས་ཀྱི་འདུག་དེ་བྱེད་ཡག་ལ་ཉིན་རེ་ཉིན་རེ་ཉིན་རེ་གིས་ང་ཚོ་ད་ཅིག་མི་ཚེ་ཆོས་ལ་སྐྱེལ་ཟེར་གྱི་ཡོད་རེད་མི་ཚེ་ཆོས་ལ་སྐྱེལ་གྱི་ཡོད་མེད་དེ་གང་ཤེས་ཟེར་གང་ལྟར་ཅིག་གིས་ཉི་མ་རེ་རེ་གི་ཐུན་ཚོད་ཀྱི་ནང་ངོ་ལ་ང་ཚོ་ཅིག་གིས་ལུས་ཀྱི་མགུ་བཅོས་ངག་གི་རྣ་བཅོས་བསམ་བློ་བཏང་ཐང་ཚུན་ཆོས་ལ་ཡག་ཅིག་སོ་སོ་གིས་སྐྱེལ་པ་བྱེད། ཞིབ་འཇུག་བྱས་ནས་དེའི་ལས་སུ་མ་རུང་བ་གི་བློ། ལས་སུ་མ་རུང་བ་གི་ངག། ལས་སུ་མ་རུང་བ་གི་ལུས་ཀྱི་སྐྱོན་ལམ་འགྲོ་གི་འདུག་མི་འདུག་བསམ་བློ་བཏང་བྱས་ནས་དེ་ལ་ཡང་ཐག་བསྲིང་བ་བྱེད་ཡ་དེ་གལ་ཆེན་པོ་རེད་ཟེར་ཤེས་ཡོང་དུ་བག་ཡོད་པ་སླེབས་ཡོང་གི་ཡོད་རེད། བག་ཡོད་པ་སླེབས་ཡོང་དུ་བག་ཡོད་ཀྱི་སྟོབས་ཀྱིས་སྒོ་གསུམ་བསྡམ་དགོས་ཀྱི་ཡོད་རེད་ཕྱིན་ཅི་ལོག་པའི་གི་ལུས་ཀྱི་མགོ་ཆུ་ལས་བསྡམ་དགོས་བ་རེད་ཕྱིན་ཅི་ལོག་པའི་ངག་གི་རྣ་ཅོ་ལས་བསྡམ་དགོས་ཀྱི་ཡོད་རེད་ཕྱིན་ཅི་ལོག་པའི་གི་བློ་ཡི་གཡོ་བ་ལས་བསྡམ་དགོས་ཀྱི་ཡོད་རེད་དེ་ལ་ག་ཟེར་ཟེར་ན། དབང་པོ་སྒོ་བསྡམས་པས་ཨོ་ཏི་ར་བ་དང་དཔེ་ཆ་ནང་ན་དེ་གསུང་གི་རེད་བ་དབང་པོ་སྒོ་བསྡམས་དབང་པོ་སྒོ་ལྷག་པར་དུ་མདོག་གི་ནང་ལོགས་ལ་ཡ་ཐེག་པ་ཆེན་པོའི་མདོ་ནང་ལོགས་ལ་དབང་པོ་སྒོ་བསྡམས་པ་དེ་ད་ཚིག་ཕར་ཕྱིན་ཡོག་མ་རེད་ས་ན་བ་དེ་མེད་བ། གཅིག་ཀྱང་ཡོག་མ་རེད་ས་ན་འགྲིག་གི་ཡོག་རེད་མདོ་ཕལ་ཆེ་བ་ནང་ལ་ཡོག་རེད། དེ་འདྲ་ཡོད་དུ་དབང་པོ་སྒོ་བསྡམས་པ་དེ་ནི་བྱ་བ་ག་འདྲ་ཞིག་བྱེད་པ་ཡིན་ན་ཡང་ཚོད་རིག་པ་བྱེད་དགོས་ཀྱི་རེད། ཚོད་རིག་པ་ཟེར་ཡག་དེ་ག་རེ་ཟིག་ཡོད་ས་ན་གཟབ་གཟབ་བྱེད་དགོས་རེད་ཟིག་ཡོག་རེད། ཚོད་རིག་པ་ཐག་ཆག་ན་སྐྱོན་ཡོད་རེད་དེ་རེད་འདུག་དེ་ཡིན་དུས་སོ་སོ་གི་ཐུབ་ཚོད་འཇོན་ཚོད་ནུས་ཚོད་ཀྱི་དགེ་བ་སྒྲུབ་ཡག་དེ་གལ་ཆེན་པོ་རེད་མང་སོ་སོ་མ་ཐུབ་དང་མ་འཇོན་པ་གཅིག་ཡང་ཡིད་ཐུབ་མ་ཐུབ་བལྟ་བ་ཡིན་ན་ཡོང་ཡང་ཁག་པོ་འདུག་བ་དེ་འདྲ་ཡིན་དུས་རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་ལ་ཐུབ་ཚོད་ཀྱི་རིམ་པ་དེ་ཚོ་བཞག་ཡོད་རེད་བཅོམ་ལྡན་འདས་ཀྱིས་དེ་ཡིན་དུས་དང་པོ་བདེན་བཞི་ཀྱི་རིམ་པ་ཉམས་ལེན་བྱེད་ཡག། རེད་འདུག་བ་ཨ་ནི་དབང་པོའི་སྒོ་གཏམ་བྱ་བའི་ཚོད་རིག་པའི་ཐོག་ནས་རིམ་པས་ཤོར་འདུག་བློ་རྒྱུད་དེ་དུལ་ཡོང་དུས་བློ་རྒྱུད་དུལ་བ་དང་བློ་རྒྱུད་ལས་སུ་རུང་བ་ཆགས་ཡོང་དུས་རིམ་པས་ཀྱི་དེའི་སྟེང་ནས་ཨ་ནི་ཐེག་པ་ཆེན་པོའི་ཀྱི་བསམ་པ་ཐེག་པ་ཆེན་པོའི་ཀྱི་སྦྱོར་བ་ཀྱི་ཉམས་ལེན་ཀྱི་རིམ་པ་རྒྱ་ཆེ་བ་དང་གཏིང་ཟབ་པ་དེ་ཚོ་རེད་འདུག་ཡོང་ཐུབ་ཀྱི་ཡོད་རེད་དང་པོ་ནས་ང་ཚོ་ལྟ་སྒོམ་མཐོན་པོ་ཅིག་ལ་ཡང་རྙེད་དགོས་ས་ན་ཡོང་གི་མི་འདུག་བ། དེ་འདྲ་ཡོང་དུས་བཅོམ་ལྡན་འདས་ཀྱིས་དང་པོ་ཆགས་པ་ཟེར་ཆགས་པ་དེ་ཤེས་པར་བྱེད་དགོས་རེད་ཟེར་ཡོང་དུས་གཟབ་གཟབ་བྱེད་དགོས་རེད། དེ་རེད་འདུག་བྱུང་སོང་ད་དེ་ཉུང་དུ་གཏང་དགོས་ཀྱི་ཡོད་རེད་དེ་ཉུང་དུ་གཏང་མ་ཐུབ་ན་ག་ཚོད་ཀྱིས་དེའི་ཐོག་ལ་བག་ཆགས་སྟོབས་ཆེ་བ་དང་ནུས་པ་ཆེ་བ་དེ་རང་སར་བཞག་དེའི་ཐོག་ལ་ད་རུང་ང་ཚོ་ཁ་འདོན་དགེ་སྦྱོར་བྱས་ཡིན་ཟེར་གཅིག་གི་ལུས་ངག་ཡིད་གསུམ་གྱི་དགེ་བ་བསྒྲུབ་ཀྱི་ཡིན་ཟེར་བ་ཡིན་ན་ཡང་དེའི་ནུས་པ་དེ་གི་ཏག་ཏག་ཚུལ་འཇོམས་ཐུབ་ཀྱི་ཡོད་མ་རེད། དེ་རུ་འགྲོ་བ་སྟོབས་ཆེ་ཆུང་བཅས་པར་འགྲོ་གི་ཡོད་རེད། དེ་འདྲ་ཡིན་དུས་ད་རྒྱལ་བ་དེ་སྟོབས་ཇེ་ཆེ་ཇེ་ཆེ་བཏང་ཡག་མི་དགེ་བའམ་བག་ཆགས་ངན་པ་དེ་མ་སྟོབས་ཇེ་ཆུང་ཇེ་ཆུང་བཏང་ནས་ད་ང་ཚོས་སྤང་བླང་གི་ཉམས་ལེན་བྱེད་སྟངས་དེ་དེ་འདྲ་ཞིག་རེད་བ། དེ་འདྲ་ཡིན་དུས་བཅོམ་ལྡན་འདས་ཀྱིས་དང་པོ་ཆགས་པ་ཤེས་པར་བྱ་བ་ཟེར་ཡ་དེ་འདི་རེད། གཉིས་པ་དེ་ལ་ཆགས་པ་ལ་བརྟེན་ནས་ཞེན་པ། ད་ཞེན་པ་ཟེར་ཡ་འདི་ག་རེད་ཟེར་ན་ལག་ལེན་གྱི་ཐོག་ལ་སླེབས་ཀྱི་ཡོད་རེད་ད་སྒོ་གསུམ་གྱི་ལས་ཀ་བྱས་ཡོད་དུས་བརྩམས་པ་ལ་བརྟེན་ནས་ཕྱིན་ཅི་ལོག་པའི་ལམ་ལས་ཚུལ་ལྡོག་ཕྱིན་ཅི་མ་ལོག་པའི་ལམ་ལ་འཇུག་ཡག་གི་ད་བྱ་བ་དེ་འགྲུབ་དགོས་རེད་ད་དེ་ཤེས་ཡོང་དུས་སྡུག་བསྔལ་ཤེས་པར་བྱ་བ་ཀུན་འབྱུང་སྤང་བར་བྱ་བ་འགོག་པ་ཐོབ་པར་བྱ་བ་འགོག་པ་ཐོབ་པར་བྱེད་པ་ལ་ལམ་གྱི་བདེན་པ་བསྟན་དགོས་ཡག་གི་ལམ་གྱི་རིམ་པ་དེ་ཚོ་ནང་ལ་ང་ཚོ་འཛུལ་དགོས་ཀྱི་ཡོད་རེད་དེའི་ནང་ལ་འཇུག་དགོས་ཀྱི་ཡོད་རེད་དེའི་བླང་དོར་དེ་ལག་ལེན་ལ་བཀལ་དགོས་ཀྱི་ཡོད་རེད་རེད་འདུག་ག་ཕན་ཡོན་ཡོད་རེད་ནུས་པ་ཡོད་རེད་ས་བཅུ་ཡོད་རེད་ལམ་ལྔ་ཡོད་རེད་ཟེར་བཤད་བསྡད་པ་མ་ཡིན་པ་བྱས་ནས་ད་སོ་སོ་དེའི་ནང་ངོ་ལ་ཡག་ཅིག་འགྲོ་དགོས་ཀྱི་ཡོད་རེད་བསམ་པ། ཕུན་སུམ་ཚོགས་པའི་ནང་ལ་འཇུག་དགོས་རེད། སྦྱོར་བ་ཕུན་སུམ་ཚོགས་པ་ནང་ལ་འགྲོ་དགོས་ཀྱི་ཡོད་རེད། དེ་འདྲ་རེད་འདུག་བ། དེ་འདྲ་ཡིན་དུས་དེ་གཅིག་གིས་ཐེག་པ་ཆེ་ཆུང་གི་ལམ་རྒྱས་ཕྲན་པ་ག་འདྲའི་ཅིག་ཉམས་ལེན་བྱེད་ཀྱི་ཡོད་ན་དེ་ཡང་ལ་འགྲོ་ཡ་དེ་ལ་དེ་གི་ཐབས་དེ་གི་ག་རེ་ཡོང་བར་སེམས་ན་རྨོངས་པ་བསལ་ཏེ་གཉིས་པ་དེ་དང་པོ་ཆགས་པ་ཤེས་པར་བྱས། ཆགས་པ་ཤེས་ནས་དེ་ཐག་བསྲིང་བར་བྱས། ཐག་བསྲིང་ནས་ད་ཐག་བསྲིང་བ་ཙམ་ཞིག་ཕན་གྱི་མི་འདུག་ག་ལ་སེམས་ན་རྩ་བ་མ་བཅོམ་ན་ཕན་གྱི་ཡོད་མ་རེད་གཉེན་པོ་བསྟེན་ནས་སྤང་བྱ་ཟས་གོ་གི་རེད་མ་གཏོགས་ཐག་བསྲིང་བ་ཙམ་དང། དེ་ལས་ཡང་ཐག་རིང་དུ་བྱོལ་བ་ཙམ་ཞིག་གིས། ང་ཚོ་དེ་ཡི་སྤང་བྱ་དེ་སེལ་ཐུབ་ཡོད་མ་རེད། དེ་ཡིན་དུས་རྨོངས་པ་ཟེར་བའི་སྐབས་སུ་ལ་ད་གཉེན་པོའི་སྟོབས་ཀྱིས་དེ་ནི་བདེན་འཛིན་གྱི་བློ་ཟེར་བ་རེད་ཟེར་ཡ་དེ་གསུམ་པ་གཉིས་པ་དེ་ལས་ཡོད་རེད། ཞེན་པ་ཟེར་ཡ་དེ་ཆགས་པ་ཞེན་པ་ཟེར་དུས་ཆགས་པ་ཟེར་ཡ་དེ་བག་ཆགས་ལ་བཞག་དེ་ནི། ཆགས་པ། དེའི་རྗེས་སུ་ལ་ཞེན་པ། ཞེན་པ་ཟེར་ཡ་དེ་བདེན་འཛིན་ལས་བཞག་པ་རེད་འཁོར་བའི་རྩ་བ་བདེན་འཛིན་ལས་བཞག་པ་རེད་བ། དེ་རེད་ད་བདེན་འཛིན་དེས་ང་ཚོ་སྤྱི་དང་དངོས་དང་དངོས་པོ། འདུས་བྱས་འདུས་བྱས་ཀྱི་དངོས་པོ་ལ་བདེན་པར་འཛིན་པ། འདུས་མ་བྱས་པའི་དངོས་པོ་ལ་བདེན་པར་འཛིན་པ་ཟེར་མང་པོ་ཅིག་ཡོང་བསྡད་ཀྱི་ཡོད་བ་རེད། དངོས་པོར་སྣང་བའམ་ང་རང་སོགས་ལ་སྐྱོན་ཆེ་ཤོས་དེ་དངོས་པོ་ལ་བདེན་པར་འཛིན་པ་དེ་ཤུགས་ཆེ་བ་ཡོང་གི་ཡོད་བ་རེད། དངོས་པོའི་བདེན་འཛིན་དེ་ཡོང་གི་ཡོད་པ་ཡིན་དུས་དེ་བཅོམ་ཡང་ལ་མགོན་པོ་ལི་ཀྲུ་གས་ནི་དགག་སོགས་བརྒྱད་ཀྱི་ཆོས་དེ་གསུངས་པར་བ་གང་གིས་བསྟན་ཅི་འདྲ་བ་འབྱུང་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་བཏང་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མེད་དོན་གཅིག་མིན་ཟེར་ཡ་ཚིག་འདི་ག་རེ་བཀག་པར་བསམ་ན་དངོས་པོ་ལ་བདེན་པར་ལྟ་བའི་ཀྱི་བློ་དེ་ཤི་ཡག་གི་ཐབས་ལ་འགག་སོགས་བརྒྱད་དེ་གསུང་གི་ཡོད་རེད། དེ་ཡི་དངོས་པོར་སྣང་བ་ལ་བརྟུལ་ཤུགས་ཆེ་བ་ཡོད་རེད་ང་རང་ཚོ་ལ་བརྟུལ་ཤུགས་ཆེ་བ་ཡོད་རེད་དངོས་མེད་ལ་བདེན་པར་ཞེན་པ་དེ་བློ་བརྟུལ་ཤུགས་ཆེན་པོ་ཡོད་མ་རེད་དེ་རེད་འདུག་བ། འོ་དེ་འདྲ་ཡིན་དུས་ད་དེ་འདྲ་གི་བློ་བསམ་བློ་བཏང་བྱས་ནས་བཅོམ་ལྡན་བཅོམ་ལྡན་འདས་ཀྱི་གཏེར་འབྲེལ་གྱི་རིམ་པ་གསུང་ཡག་ཅིག་འོང་ད་ག་ན་ཞིག་ད་གཏེར་འབྲེལ་དེ་མ་གྲུབ་པའི་ཞོལ་པའི་མདོ་ལ་གང་ཞིག་སྐྱེ་ལས་སྐྱེས་པ་དེ་མ་སྐྱེས་དེ་ལ་སྐྱེ་བའི་རང་བཞིན་ཡོད་མ་ཡིན་ཟེར་ཡག་ཚིག་དེ་གཏེར་འབྲེལ་གྱི་ད་ལུང་ཁུངས་དེ་དེ་འདྲ་ཡོང་གི་ཡོད་རེད། མེད་དོ། ཨ་དེ་ལ་མགོན་པོ་ཀླུ་སྒྲུབ་ཀྱིས་དེ་ནི་གང་གིས་རྟེན་ཅིང་འབྲེལ་བར་འབྱུང་ཞེས་བརྟག་པར་ང་ཚོ་འདོད་འདི་ཀྱི་ཡོར་བ་གང་གིས་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་བཏང་མེད་པ་འོང་བ་མེད་པ་འགྲོ་བའི་བ་ཐ་དད་དོན་མེད་དོན་ཅིག་སྤྲོས་པ་ཉེར་ཞིའི་ཟེར་ཡ་དེ་བློ་ལ་འཆར་དགོས་ཀྱི་ཡོར་རེད་ཡིད་ལ་བཞག་དགོས་ཀྱི་ཡོར་རེད་སྐྱེ་དང་སྐྱེ་བ་ཡོར་རེད་འགག་པ་ཡོར་རེད་གནས་གཅིག་ཀྱང་ཡོར་རེད་ཐ་དད་ཡོར་རེད་ཡིན་ན་ཡང་ཨ་དེ་ཡོར་མ་རེད་ཟེར་ཡ་དེ་མེད་པར་སྟོང་གི་བློ་དེ་བློ་བྱེ་བྲག་པ་ཅིག་བཞག་གི་ཡོར་མ་གཏོགས་ང་ཚོ་སྤྱི་བཏང་གི་བདེན་འཛིན་གྱི་བློ་ལ་བཞག་གི་ཡོར་མ་རེད་བ། ད་དེ་བློ་བྱེ་བྲག་པ་ཅིག་བཞག་དགོས་ཡོད་རེད་བློ་བྱེ་བྲག་པ་དེ་ཡོང་ཡག་ལ་ང་ཚོ་གོམས་དགོས་ཡོད་རེད། གོམས་ཡག་ལ་ཨ་ནི་གཅིག་གིས་སྐྱེ་སོགས་ཀྱི་ཆོས་ཟེར་ན་འགྲིག་གི་འདུག་འགག་སོགས་ཟེར་གི་རེད་ད་དཔེ་བསམ་ན་འགག་སོགས་ཀྱི་ཆོས་བརྒྱད་པོ་དེ་ཡིས་བསམ་བློ་ནན་ཏན་ཞིག་བཏང་ནས་སྐྱེ་བ་རང་བཞིན་མེད་པ་ལ་བློ་ལ་ངེས་ད་ག་ན་ཤིང་གིས་ཅིག་འཇིག་པ་རང་བཞིན་མེད་པ་གནས་ལ་བློ་ལ་ངེས་དགོས་ཀྱི་ཡོད་རེད། དེའི་ནང་ནས་གཙོ་བོ་དེ་བརྒྱད་ཀྱི་ནང་ནས་གཙོ་བོ་དེ་སྐྱེ་བ་རེད་སྐྱེ་བ་རང་བཞིན་མེད་པ་བློ་ལ་ངེས་ཐུབ་ན་ནས་ལྷག་མ་དེ་ཚོ་ཡང་རང་བཞིན་མེད་པར་རྟོགས་ཐུབ་ཀྱི་རེད་ཟེར་ནས། བདག་ལས་མ་ཡིན་གཞན་ལས་མེད་གཉིས་ལས་མ་ཡིན་རྒྱུ་མེད་པའི་དངོས་པོ་གང་དང་གང་ལ་སྐྱེ་བ་ནམ་ཡང་ཡོད་མ་ཡིན་ཞེས་པའི་མགོན་པོ་ཀླུ་སྒྲུབ་ཀྱིས་སྐྱེ་བ་ནམ་ཡང་མེད་པ་དེ་དང་པོ་སྐྱེ་མེད་གཏན་ལ་ཕབ་འདུག་ག་སྐྱེ་བ་རང་བཞིན་མེད་པ་གཏན་ལ་ཕབ་ན། དེ་བློ་ལ་ཡག་པོ་ངེས། དེ་ལ་སྒྲོ་འདོགས་ཆོད། འོ་དེའི་སྤྲོས་པ་དེ་ནང་ནས་ཞིག་ཐུབ་ན་དེའི་སྟོབས་ཀྱིས། དེའི་བློ་སྟོབས་ཆེན་པོ་དེ་ཡིས་ནི་ད་འགག་པ་མེད་པ་དེ་ནི་ད་ག་ན་ཞིག་གི་གནས་པ་མེད་པ་ལ་སོགས་པའི་བློ་དེ་ཡོང་ཐུབ་ཀྱི་ཡོད་རེད་དེ་ངའི་ཁ་ཚོན་ངོ་མ་ཡིན་ཀོང་པོ་ལུགས་དྲུག་གི་ཀློང་ཆེན་དྲངས་པ་ཡིན་པ་འོ་དེ་རེད་ཅེས་པ་ཤེས་པས་འཇིགས་པ་ཤེས་འཇིགས་པ་ཤེས་པས་མི་རྟག་ཤེས་མི་རྟག་ཉིད་དང་འཇུག་ཤེས་པས་དམ་པའི་ཆོས་ནི་རྟོགས་པར་འགྱུར་སོགས་དང་པོ་སྐྱེ་བ་རང་བཞིན་མེད་པར་ཤེས་འགོག་གི་འདུག་བ་འོ་དེ་འདྲ་ཡིན་དུས་ད་ལྟ་གཉིས་པ་དེ་བཅོམ་ལྡན་འདས་ཀྱིས་ཞེན་པ་ཟེར་ཡག་དེའི་དངོས་འཛིན་གྱི་བློ་དེ་ལྡོག་དགོས་བ། ལོ་དེ་རེད་འདུག་ག་དེ་ཡིན་དུས་བདེན་འཛིན་གྱི་བློ་དེ་ཟས་ཁུག་གི་ཡོད་པའི་རྒྱུ་མཚན་ནང་བསྟན་ནི་རྨོངས་པ་ཞེས་རྨོངས་པ་ཟེར་གཉིས་པ་དེ་བཞག་གནང་འདུག་ད་གསུམ་པ་དེ་སླར་ཁར་ངོ་མ་རེད་གཞན་པ་ཟེར་ཏེ་ད་གསུམ་པ་དེ་སླར་རྨོངས་པ་ཞེས་བཞག་འདུག་ད་དེ་གསུངས་ཡོད་དུས་གང་ལྟར་གང་ཞིག་གིས་གང་ཟག་གང་ཞིག་གིས་ལམ་ལ་སློབ་པ་པོ་གང་ཟག་གང་ཞིག་གིས་དེ་ལྟར་གོང་དུ་བཤད་པའི་ཆགས་པ་དང་ཞེན་པའི་གི་ཚུལ་དེ་ལ་འཇུག་ལྡོག་མ་ཤེས་ན། དེ་ཡི་དེ་ཡི་ལམ་ལ་འཇུག་ལྡོག་དེ་མ་ཤེས་ན་དེ་ཡི་འབྲས་བུ་དེ་ག་རེ་ཟེར་ན་རྟག་ཏུ་རྨོངས་པ་ཡོང་གི་རེད་ཅེས་ནས་ད་ལྟའི་ལྡོག་ཕྱོགས་ནས་གསུང་གི་ཡོད་རེད། དེར་འདུལ་བ། རྨོངས་པ་ཟེར་དུས་ཅི་ཡང་མི་ཤེས་པ་རེད་བ། དེ་ཟེར་དུས་ད་འཁོར་བས་འཁོར་བ་ལས་ཐར་བའི་དུས་ཡོད་མ་རེད། འོ་དེ་འཁོར་བ་ལ་ཐར་བའི་དུས་ཡོད་མ་རེད། ཅི་རིགས་འཁོར་བ་བྱེ་བྲག་ངན་སོང་གི་སྡུག་བསྔལ་དོའི་ཕྲ་ལ་ཡུན་རིང་བ་ལས་ཐར་བའི་སྐབས་ཡོག་མ་རེད་གང་ཟག་དེ་ཚོ་ཁྲེལ་དེ་ལ་དེ་ནས་ཆོས་ཉིད་རྟོགས་པའི་གི་བློ་ནམ་ཡང་སྐྱེ་ཐུབ་གི་མ་རེད་གང་ཟག་དེ་ཚོའི་གི་བློ་རྒྱུད་ལ་ཡིན་ལུགས་རྟོགས་པའི་གི་བློ་ནམ་ཡང་སྐྱེ་ཐུབ་གི་མ་རེད་རྟག་ཏུ་རྨོངས་པའི་རང་བཞིན་ནང་ན་བསྡད་དགོས་གི་ཡོད་པ་ཡིན་དུ་རྨོངས་པ་བསམ་ཚུལ་གསུམ་པ་དེ་སོང་བ་རེད་འདུག་དེ་ཟབ་པོ་ཡོག་རེད་ད་དེ་ནང་འདུག་གང་དེ་ལས་ཡིན་དུ་དང་པོ་དེ་ཐུགས་ལ་ངེས་དགོས་གི་འདུག་བ་ཆོས་བཞི་དེ་ལ་ནན་ཏན་དུ་བྱའོ་ཟེར་ཡག་དེ་ཆོས་བཞི་དེ་དང་པོ། ད་ནི་ཆགས་པ་བྱེད་བག་ཆགས་ལ་བཞག། ད་ནི་གཉིས་པ་དེ་ལ་ཞེན་པ་བྱེད་དེའི་འཁོར་བའི་རྩ་བ་ལ་བཞག། དེ་ལ་ཡང་གཉེན་པོ་སྟེ་འགོག་པར་བཤད་ཤུགས་ལ་དེ་བརྒྱར་འགོག་གི་འདུག་བ། ད་ནི་དེ་ལྟར་མ་བྱས་ན། ཆགས་པ་ཆགས་པ་དང་ཞེན་པའི་ཀྱི་ཚུལ་དེ་ལས་ལྡོག་མ་ཐུབ་ན། དེའི་གཉེན་པོ་སྟེ་ནས་ད་ནི་གཅིག་གི་རྩ་བ་ཟད་པར་བྱེད་མ་ནུས་ན། ད་ནི་རྨོངས་པའི་རང་བཞིན་ལ་འདེགས་ཀྱི་མ་རེད། རྟག་ཏུ་རྨོངས་པ་ལ་འདེགས་ཀྱི་རེད་གསུང་བ་རེད། ད་དེའི་ཚུལ་དེ་ཅུ་ཅུ་ཤར་བའི་ལེའུ་གི་མ་མཇུག་བསྡུ་ཡོང་པའི་སྐབས་དེ་ལ་ཡང་གསལ་པོ་ཡོད་རེད་ཞི་བ་ལགས་ཀྱིས་ཤེས་རབ་གསལ་པོ་གསུངས་ཡོད་རེད་རྨོངས་པའི་ཚུལ་དེ། ད་དེ་ཚོ་ལུང་ད་ལྟ་མང་པོ་ཞུ་དགོས་མོ་གོ་ཅེས་དུས་ཚོད་ཞིག་རག་མེད་པའི་ཆེད་རྨོངས་པ་ད་བཞི་པ་དེ་ལ་ག་རེ་གསུངས་ཡོད་རེད་ཟེར་ན། དེ་ནི་འབྲི་ཧུའུ་སིས་བཤད་པ་རེད། ད་འབྲས་བུ་དེ་ད་གོང་དུ་བཤད་པའི་ཆགས་ཞེན་གཉིས་བཅད་དེ་འཇུག་ལྡོག་གི་ཚུལ་ལ་མ་རྨོངས་པའི་ལག་ལེན་ལ་བཀས་བཤད་ན་རྨོངས་པ་ལས་ཐར་རྨོངས་པ་ལས་ཐར་བས་འབྲས་བུ་ཡང་དག་པར་ཐོབ་གི་རེད་གསུང་བ་རེད། འབྲས་བུ་དེ་ག་རེད་ཐར་པ་ཟེར་ན་རིགས་རེད་ཐམས་ཅད་བྱེད་པ་ཟེར་ན་རིགས་རེད་ད་ཐར་བ་ཐར་བ་རེད་བའོ་དེ་རེད་འོ་དེ་འདྲ་ཡིན་དུས་དེ་ཡི་ཆོས་བཞི་པོ་དེ་ལ་ཡང་ང་ཚོ་གིས་ཏག་ཏག་ཏུ་བསམ་བློ་བཏང་ཐུབ་ན། ད་ནས་ལག་ལེན་གྱི་ཐོག་ལ་ནོར་འཁྲུལ་ཡོང་གི་ཡོད་མ་རེད། ཆོས་སྒྲུབ་སྟངས་མ་ཤེས་པ་གང་ཡང་ཡོད་མ་རེད། ཆོས་ཉམས་སུ་ལེན་སྟངས་མ་ཤེས་པ་གང་ཡང་ཡོད་མ་རེད། ཡིན་ན་ཡང་རྒྱ་བོད་བསྟན་པ་ན་འཇུག་པའི་སྒེར་ལམ་ཆེར་ཕྱིན་འབེབས་ཀྱི་ཚུལ་དེ་མཚན་ཉིད་ཀྱི་གོ་རིམ་མ་ནོར་བ། རྣམ་གྲངས་གོ་ནོར་མ་གོ་རིམ་མ་ནོར་བ། ཡིན་ལུགས་དེ་གོ་རིམ་མ་ནོར་བ་བཅས་ཀྱི་ཐོག་ལ་ང་ཚོ་འགྲོ་མ་ཤེས་ན་གང། ཐོལ་ཐོལ་གྱི་ཐོག་ནས་ཚོང་ཁང་ནང་ལ་སྐྱ་ལག་ཉོས་པའི་སོར་རེ་བྱིན་ནས་འགྲོ་བསྡད་པ་ཡིན་ན་ཡོང་ཡ་མེད་པ་རེད། དེ་འདྲ་ཡིན་དུས་བཅོམ་ལྡན་འདས་ཀྱིས་མདོ་གཅིག་ཙམ་གཉིས་ཙམ་གསུམ་ཙམ་མ་ཡིན་པ་མདོ་རེ་རེ་གི་ནང་ངོ་ལ་ཡ་གཅིག་གི་བླང་དོར་ལ་འཇུག་ཚུལ་བསམ་བློ་བཏང་ཚུལ་དེ་བཞིན་གཤེགས་པ་རྣམས་ལ་ཕྱག་འཚལ་བ་དང་དེ་བཞིན་གཤེགས་པ་རྣམས་ལ་སྐྱབས་སུ་འགྲོ་བ་ལ་ཡ་ང་ཚོ་ལ་ཡ་དགེ་མཚན་ག་རེ་དགོས་ཀྱི་ཡོད་མཚན་ཉིད་ག་རེ་ཚང་དགོས་ཀྱི་ཡོད་ཡིན་ལུགས་ག་རེ་ཚང་དགོས་ཀྱི་ཡོད་དེ་མ་ཚང་ན་དེ་བཞིན་གཤེགས་པ་དང་བྱང་ཆུབ་སེམས་དཔའ་རྣམས་ལ་ཡ་ཕྱག་འཚལ་བ་ཡིན་ན་ཡང་དེ་དག་གིས་དེ་ནས་ཐུགས་རྗེའི་བྱིན་རླབས་འཇུག་ཐུབ་ཡ་དཀའ་ལས་ཁག་པོ་ཡིན་པའི་ཚུལ་དེ་མདོ་མང་པོ་ན་གསུངས་འདུག་བ་དེ་འདྲ་ཡིན་དུས། ཅེས་ད་ལྟར་ལྟར་གནས་འགའ་འདྲ་བ་ཚོས་བསྡུས་ཡོང་དུས། ད་ལྟ་ངས་གོང་དུ་ཞུས་པ། བཅོམ་ལྡན་འདས་ཀྱིས་མདོ་ཡི་ནང་འོག་ལ་ལྟ་མདོ་ཕལ་ཆེ་བའི་ནང་འདུག་དེ་ཡི་ཚིག་སྟེ་དེ་ཚིག་མ་འདྲ་བ་རེ་མ་གཏོགས་དེ་འདྲ་ཡིན་དུས་ཆགས་པར་ཤེས་དགོས་ཡ། དེ་ནས་གཞན་པ། མདོ། གཞན་པ་འདོགས་ཡ་ལ་སྙིང་པོ་བསྟན་དགོས་པ། དེ་ག་ཚིག་མ་གཏོགས་ན་མ་ཤེས་ན། དེའི་འབྲས་བུ་རྨོངས་པ་ལས་ཐར་མི་ཐུབ་པ། དེ་ལས་ཐར་ན་ནི་འབྲས་བུ་ཕྱོགས་དག་པ་ཐོབ་ཐུབ་ཀྱི་ཡོད་པའི་ཚུལ། བའི་བསྡུ་བ་འོ་དེ་ཚུལ་གྱི་ཚུགས་ཀྱི་རིམ་པ་དེ་ཚུལ་དྲན་དུ་གསལ་གྱི་ནང་འགྲོ་ཐོབ་ནས་བསམ་བློ་བཏང་ཐུབ་ན་དེ་ནི་དེ་ལྟ་བུའི་གང་ཟག་དེ་ལ་བཅོམ་ལྡན་འདས་ཀྱིས་མིང་གར་བཏགས་པ་བག་ཡོད་པའི་རྣལ་འབྱོར་ཟེར་ཏེ་ད་དེ་ལ་བཏགས་པ་རེད། བག་ཡོད་པའི་རྣལ་འབྱོར་གསུངས་འདུག་བ་དེ་རེད་བག་ཡོད་ལྡན་ཞིང་ཟེར་བག་ཡོད་ལྡན་ཞིང་ཁྱད་འབྱོར་ལ་ཤེས་རབ་ལྡན་པ་སུ་ཡིས་འཛིན་གསུངས་བ་དེ་རེད་བག་ཡོད་ལྡན་པས་ཟེར་བག་ཡོད་པ་དེ་འདྲ་ཞིག་རྒྱུ་མཚན་བཤད་ནས་མཇུག་བསྡོ་མ་ནོར་བ་མཇུག་བསྡོར་ཕྱིན་ཅི་མ་ལོག་པ་ལ་འཇུག་བཤད་ན་འོ་དེ་འདྲའི་དེ་ལ་མཁས་པ་རེད། བ་ཡོད་ལྡན་ཞིང་ཁེགས་ཆུར་ལ་ཤེས་རབ་ལྡན་པ་སུ་ཡིས་འཛིན་ཟེར་ཤེས་རབ་ལྡན་པ་ཟེར་ལ་བ་ཡོད་པ་ཡང་རེད་ཁེགས་པ་ཡང་རེད་ཤེས་རབ་དང་ལྡན་པ་རེད་དེ་འདྲའི་གི་ལམ་དེ་ཕྱིན་ཅི་མ་ལོག་པའི་ལམ་དེ་མ་འཛིན་པ་སུ་ཡོད་རེད། བློ་ཡོད་ཤེས་རབ་ཡོད་རྣམ་དཔྱོད་ཡོད་ཐར་པ་དོན་གཉེར་གི་བློ་ཡོད་ཐམས་ཅད་མཁྱེན་པའི་དོན་དུ་གཉེར་འདོད་ཀྱི་བློ་ཡོད་ན་དེ་འདྲའི་གི་ལམ་ནི་ཕྱིན་ཅི་མ་ལོག་པ་འཇུག་འཇུག་པར་མི་འདོད་མཁན་སུ་ཡོད་རེད་དེ་ངེས་པར་དུ་འཛིན་དགོས་ཀྱི་རེད། ལྷོ་འདི་ཐུགས་ལ་བཞག་པར་ཞུ། དེ་ལྟར་ཆོས་བཤེས་གཉེན་བརྒྱད་པའི་དགེ་བའི་རྩ་བ་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བསྔོ་བ་དང་སྨོན་ལམ་གྱི་རྒྱས་འདེབས་གསུངས་པར་ཞུ། ཡ། ཚེ། Subscribe གཅིག་འདྲ་སོང་ཟླ།